རྒྱལ་སྲས་ལགས་ལས་སོ་བདུན་མ་ཁ་ཚིག་སྔོན་མ་གི་འཕྲོ་བསྟེན་མ་གཏོགས་ཞུས་ཆོག་རྗེས། ད་སྐལ་བཟང་ང་ཚོས་ཕར་ཕྱིན་དྲུག་གི་ནང་ནས་ཞིབ་འབག་བྱས་ཚུལ་འགྲེམས་བྱས་བཟོད་པ་ཟས་དེ་གྲུབ་པ་བྱས། ད་དེ་རིང་ཕར་ཕྱིན་དྲུག་གི་ནང་ནས་ད་ནི་བརྩོན་འགྲུས་དང་བསམ་གཏན་དང་ཤེས་རབ་གསུམ་དེ་བཤད་བྱས། ལོ་ཟླ་འདིར་ད་དང་པོ་དེ་བརྩོན་འགྲུས་དེ་བྱས། བརྩོན་འགྲུས་དེ་འདིར་རང་འདོད་འབའ་ཞུ་བསྒྲུབ་པའི་ཉེ་རང་ཡང། མགོ་ལ་མེ་ཤུགས་ལྡོག་དར་བཙོན། མཐོང་ན་ཟས་རྟ་འུང། ཐིགས་པ་ཆུན་པོའི་ཆོས་བཟི་བ་རན། ནི་བྱང་ཆུབ་ཀྱི་སེམས། ཉམས་ལེན་བྱེད་ངེས་ཅི་ཡིན་ན་དང་ཨ་ཅང་ཅང་དེ། ཉེས་དོད་དག་རང་རྒྱལ་ཡིན་པ་ཡིན་ན་རང་དོན་འབའ་ཞིག་ཅིག་ལ་བསྒྲུབ་ཟེར་ན་སོ་སོ་གཅིག་པོ་ཅིག་གོ་བ་ནི། ཧར་ཡ་ལི་ཡ། ཨ་ནི་འདོད་པ་ཡོད་དེ་བ། ཁོ་བ་ནི་ཐར་འདོད་ཀྱི་བློ་ཤུགས་ཆེན་པོ་ཡོད་དེ་ངེས་ཀྱི། ཐ་སྙད་དོན་དག་རང་རྒྱལ་དུ་སུ་ཡིན་ན་ཡང། ཁོ་བ་ནི་མ་ཐར་བར་དུ་ལ་ཡང་མགོ་ལ་མེ་ཤོར་ན་ཡང་ཨ་ནི། དེ། མགོ་ལ་མེ་ཤོར་ཟེར་དེ་ཅི་ལྟར་ནི་རྫ་དྲག་སྒྲོག་བཞིར་བ་ད་དྲང་པོ་ཞིག་ན། མགོ་ལ་མེ་ཤོར་ད་དུག་ལོག་ལ་མེ་ཤོར་ཟེར་ན་ཁོ་རྫ་དྲག་སྒྲོག་བཞིར་བ། ཡིན་ནས་ཀྱང་ཁོ་ཚོའི། མགོ་ལ་མེ་ཤོར་བ་ལས་ཀྱང་ཨ་ནི་རྫ་དྲག་ཆེ་ཡ་ཟེར་གལ་ཆེ་ཡ་འདྲ་བོ་འདི། ཨ་ནི། ད་རིང་མི་ལུས་ཐོབ་པ་དེ་ནས་ཨ་ནི་ཁོ་བ་ནས་བ་ཐར་ཐུ་ཡ། མི་ལུས་ཐོབ་པ་འདི་ནས་བ་ཁོ་བ་ནས་ཐར་ཐུ་ཡ་དེ་ཁོ་ཚོས་གི་རྫ་དྲག་འདྲ་བའི་ཚིག་ཡོད་དམ། ད་ང་ཚོས་འགྲོ་བ་ཡིན་ན། ད་རིང་མི་ལུས་ཐོབ་པ་དེ་ནས་གཅིག་ཆོས་ཉམས་ལེན་བྱེད་ཟེར་དེ་རྫ་དྲག་ཞེ་དྲག་ཚིག་མ་རེད་བ་གོ་ལ་མེ་ཤོར་བ་དེ་རྫ་དྲག་འདྲ་བའི་ཚིག་རེད་བ། ད་དེ་དེ་འདྲ་ཡིན་ས་མ་རེད། དཔེར་ན། རྗེ་བཙུན་མི་ལ་རི་བ་ལྟ་བུ་ཁོང་ལྟ་བུ་འདྲ་བོ་ཆགས་ཤིག་ཡིན་ན། ད་དཔེར་ན་ཆགས་སེམས་གོམས་འགྲོས་སྐྱོན་ཅན་ད་མི་རྟག་པ་དང་དེ་འདྲ་གཟིགས་དུས། དེ་རིང་མི་ལུས་ཐོབ་པ་འདི་འཕྲོ་བརླག་བཏང་རྒྱུ་མེད་པ་ཡག་པོ་ཅིག་མཁྱེན་རྒྱུ་ཡོད་དུས། ཨ་ནི། རྗེ་བཙུན་མི་ལེགས་ཀྱི་དབུ་སྐྲ་དུ་ཟུག་ཡིན་ནས་མ་ཞེ་རེག་གི། དུས་ཚོད་མི་འདུག་ཨ་ཁོ་བས་གོམས་སྐྱོན་ཅན་དབུ་སྐྲ་དུ་ཟུག་མའི་ས་ལ་མ་ཟགས་ཏེ་ཡ་སོ་འདྲ་བོ་དེ་འདྲ་ད། ཨ་ནི་སེན་མོ་དུ་ཟོས་རིང་བུ་འདྲ་བོ་ཆགས་ཅན་ད་གང་དག་ཅིག། རྗེ་བཙུན་མི་ལེགས་ཀྱི་སྒྲུབ་ཕུག་ཟེར་བ་ར་ད་གོམས་རྒྱ་ཟེར་གི་བྲག་ཕུག་དེ་ཡང། ཨ་ནི། ཁོའི་སྒོ་ཁྲི་དེ་ལ་ཤིང་གི་སྡོང་པོ་ཆེ་བསྐྱེད་ཅེས་གང་ལྟར་སྒོ་དེ་ཡང་ཀག་རུ་ར་ཅིག་རེད་ཟེར་བ། ད་དུས་ནས་ཤིང་དེའི་བར་བཅད་ཀྱི་དུས་ཚོད་མེད་པས་སོ་རེ་ཆགས་སོ་རེ། ད་གང་ལྟར། འདི་ལས་ཀ་འདི་ཚོ་ལས་ཀྱང་སྒོམ་བརྒྱབ་ནས་དེ་རིང། ཨ་ནི། མི་ལུས་ཐོབ་པ་འདི། དེ་ནས་ཨ་ནི་བ། འཁོར་བ་ནས་ཐར་ཐུབ་ཡ་དང། དེ་ནས་འཕགས་འཕགས་འཕགས་བྱས་ནས་སངས་རྒྱས་ཀྱི་གོ་འཕང་བསྒྲུབ་ཐུབ་ཡ། འདི་གས་ཆགས་རྩིག་གི་ཡོད་རེད་ཟེར་ད། དེ་འདྲའི་རྩིས་བྱས་ཨ་ནི་ཁོ།

ནི་འཁོར་བའི་སྡུག་བསྔལ་ནི་སྐྱབས་ཀྱི་ཡིན་ཟེར་དུ་བརྩམས་པ་ལ་ཁོ་བཙུན་སྒྲོལ་ཨ་ཅང་བྱ། སྟོན་དགོས་བསྟེན་དགོས་ཡ་ཆགས་ཡོད་རོ་འོ་ད་འདི་བྱ་གསུང་ངེར། འགྲོ་ཀིའི་དོན་དུ་ཡེ་འདོད་འབྱུང་གནས་ཀིས་ད་འགྲོ་བ་སེམས་ཅན་རང་ཙམ་མ་ཡིན་པ་འགྲོ་བ་སེམས་ཅན་ཀུན་གྱི་དོན་དུ་ལས་ཡ། ཨ་ནི་ཡོན་ཏན་དེ་གནས་སྐབས་ཀྱི་ཡོན་ཏན་ཙམ་མ་ཡིན་པ། ཨ་ནི་ཕུགས་ཀྱི་སངས་རྒྱས་ཀྱི་གོ་འཕང་བསྒྲུབ་ཡ་གི་ཡོན་ཏན་འབྱུང་གནས་ཀིས་ད་ནི་བརྩོན་འགྲུས་རྩོམ་པ་བ་ད་འདི་འདྲས་ཀྱི་བྱང་ཆུབ་ཀྱི་སེམས་ཀྱི་ཉམས་ལེན་བྱེད་ཡ་ལ་ན་དྲ་འདུག་ཐེག་པ་ཆེན་པོའི་ཆོས་ལ་ཉམས་ལེན་བྱེད་ན་དྲ་འདུག་འོ་ད་འདི་འདྲས་ཀྱི་ཆོས་ལ་ཉམས་ལེན་བྱེད་ཡ་ལ་བརྩོན་འགྲུས་རྩོམ་པ་འདི་ད་རྒྱལ་སྲས་བྱང་ཆུབ་སེམས་དཔའ་ཚུ་གེ་ལག་ལེན་ཟེར་བ་རེ་ཉམས་ལེན་སུ་རེ་བྱ་གི་ཡོད་རེད་ཟེར་ད་འདི་གསུངས་ཡོད་ད་འདིའི་བར་དུ་ལ་ཡ་བརྩོན་འགྲུས་ཀྱི་ཉམས་ལེན་དེ་བསྟན་པར་ད། ད་བརྩོན་འགྲུས་ཀྱི་ནི་ལྡོག་ཕྱོགས་འདྲ་བོ་དེ་ལེ་ལོ་ཟེར་དེར་བ་རྣམས་ཀྱི། ད་ལེ་ལོ་ལ་ཡང་གསུམ་ཡོད་རེད་ད། ཁྱི་ལུག་པའི་ལེ་ལོ་ཟེར་དང་ཞུམ་པའི་ལེ་ལོ་ཟེར་ཞེས་དང། བྱ་བ་ངན་ཤེས་ཀྱི་ལེ་ལོ་ཟེར་གསུམ་ཡོད་རུང། ད་འདི་ནང་ནས་དང་པོ་སྡུག་ཤོས་དེ་ཞུམ་པའི་ལེ་ལོ་དེ་རེད་ད་ཞུམ་པ་ཟེར་དེ། ག་དུས་ཡིན་ན་ངས་ཐུབ་གི་མ་རེད། ངས་འཇོན་གི་མ་རེད་ཟེར་གྱི། འོ་དེ་འདྲའི་བསམ་བློ་བཏང་ནས་སོ་སོ་ལ་བྱེད་ཐུབ་ཡ་ད། དེ་འདྲའི་གི་ནུས་པ་ཡོད་བཞིན་དུ་ལ་ཡ། ཨ་ནི་ནུས་པ་དེ་བོད་ཆོས་མ་གནང་བ་ཅིག་ངས་ཐུབ་གི་མ་རེད་ཟེར་ཉོབ་ཏོ་བྱེད་འདེད་བྱོས་ར། ཨ་ནི་ཅིག་སོ་སོས་ཐུབ་གི་འདུག་མི་འདུག་ཟེར་གྱི། རྟགས་ཡག་གི་འབད་བརྩོན་རྒྱུན་དུ་མ་བྱས་པ་བཅས་དང་པོ་ཁོ་རང་ནས་བ་ཐག་བཅད་ནས། ཨ་ནི་སྒོ་བརྒྱབ་ནས་དཔེར་ན་ངས་སློབ་སྦྱོང་བྱེད་ཐུབ་མ་རེད་ཟེར་བསླབ་གྲྭ་མང་འགྲོ་ཡ་བཟོ་གྲྭ་བས་བསླབ་གྲྭ་རེ་ཞིག་འགྲོ་ན་ཡང་ཅིག་སློབ་སྦྱོང་ཚད་མཐོ་པོ་འགྲོ་བ་ཅིག་ཅིག་གཞི་རིམ་བསླབ་གྲྭ་རེ་ཞིག་ཐོན་ནུས་པ་མཐོ་རིམ་སློབ་གྲྭ་བྱེད་ཐུབ་ངེས་ཅན་ཡིན་ན་ཡང་ད་གཞི་རིམ་སློབ་གྲྭ་ཐོན་སོང་ཨོ་ད་ང་མཐོ་རིམ་སློབ་གྲྭ་བྱེད་ཐུབ་ས་མ་རེད་ཟེར་དབྱུག་ཞག་ཡ་འཇོག་རོགས། ཨ་ནི་མཐོ་རིམ་སློབ་གྲྭ་ཐོན་སོང་ན་ཡང་ཡ་ཡ།

བཙལ་བསམ་བློ་གཞན་དག་ཅིག་ཡག་པོ་ཞིག་བཏང་བ་ཡིན་ན། རྗེ་བཙུན་མི་ལ་ང་རང་ཚོ་འདྲ་ཞིག་ནི་དང་པོ་མི་ཕལ་པ་ཅིག་དང་ཉོན་མོངས་ཡོད་ངེས་ཅིག་ཆགས་ཏེ་ཡོད་ར་བ། ཨ་སྒོ་ག་ལི་ག་ལི་མེད། རྗེ་བཙུན་མི་ལའི་སྐུ་ལས་བསྐྱོན་ཅིག་སངས་རྒྱས་ཀྱི་གོ་འཕང་ཚེ་གཅིག་ལུས་གཅིག་ལ་བསྒྲུབ་པ་ཡིན་སྲིད་གོ་ར་བ། ཅི་ཙམ་ང་རང་ཚོས་དཀའ་ལས་བརྒྱབ་ན་ཁོ་བསྒྲུབ་ཐུབ་ཡས་ཅིག་ར་མ་གཏོགས་ཁོ་བསྒྲུབ་མ་ཐུབ་ཡས་དེ་འདྲ་མཁན་མ་ར་བ།

ད་འདི་ནས་བསམ་གཏན་གྱི་ཉམས་ལེན་ཟེར་ད་སྒོམ་གྱི་ཉམས་ལེན་ཟེར་བ་རེད། གཞི་ནས་རབ་ཏུ་བདེན་པའི་ལྷག་མཐོང་གི་མྱོང་པོ་རྣམ་པར་འཇོམས་པ་ཤེས་བྱས་ནས་ཟེར་ད་འདི་སྤྱོད་འཇུག་གི་ཚིག་འདི་རང་བྱ་བཞག་བྱ་ད། སྤྱོད་འཇུག་གི་ཚིག་འདི་གཞི་བཞག་ནས་ཨ་ནི་གསུང་གི་ཡོད་ས་རེད། བྱས་ཙང་ད་གཞི་ནས་རབ་ཏུ་བདེན་པའི་ལྷག་མཐོང་གི་ཨ་ནི་གཞི་ནས་ཟེར་ཐོབ་དང་པོ་སྒོམ

ཟུང་དུ་འབྲེལ་བ་ད་གང་དེར་བདག་མེད་རྟོགས་པའི་གནས་གར་ཞི་གནས་དང་ལྷག་མཐོང་གཉིས་ཟུང་དུ་འབྲེལ་བ་ཞི་ལྷག་ཟུང་འབྲེལ་གྱི་ཏིང་ངེ་འཛིན་གསལ་འཆར་བ། འོ་ད་དེ་འདྲའི་གི་བདག་མེད་རྟོགས་པའི་གི་ཞི་གནས་དང་ལྷག་མཐོང་གཉིས་ཟུང་དུ་འབྲེལ་བའི་ཤེས་རབ་འདི་གིས་ཉོན་མོངས་ཀྱི་རྩ་བ་ད་བདག་འཛིན་ད

གཟུགས་མེད་ཞིག་ལས་ཡང་དག་བདེ་བ་ཡིན་ཟེར་ད། ཕྱི་རུ་བ་སྤྱི་དང་ནི་ཞི་གནས་ལྷག་མཐོང་ཟེར་ཡ་དེ་ཕྱི་རུ་བ་ལས་གྲུབ་ཐུག་གི་ཡོད་ཟེར་བ་ཁོ་དེ་ཐུན་མོང་གི་ཉམས་ལེན་འདྲ་བ་ཞིག་རེད་བ། བྱས་ཙང་ད་ཞི་གནས་དང་ལྷག་མཐོང་འདི་བྱས་ཨ་ནི་ཕྱི་རུ་བ་ཚོས་ད་དེ་ནས་ཡ་ཨ་ནི་ཅིག་ག་ལ་བ་རེད་བསམ་གཏན་གྱི་ངོ་ཤེས་ཟེར་གསལ་དང་བསམ་གཏན་དང་པོའི་དངོས་གཞི་དང་གཉིས་པའི་དངོས་གཞི་དང་གསུམ་པའི་དངོས་གཞི་དང་བཞི་པའི་དངོས་གཞི། དེ་ནས་ནམ་མཁའ་མཐའ་ཡས། ཅི་ཡང་མེད་སྲིད་རྩེའི་གསལ་གཡོ་ར་དང། ད་འདི་འདྲའི་གི་ཅིག། གཟུགས་མེད་ཀྱི་གཞི་དང་གཟུགས་ཁམས། ད། གཟུགས་ཁམས་ཀྱི་བསམ་གཏན་གཞི་དང་གཟུགས་མེད་ཁམས་ཀྱི། ཨ་ནི། ད་གང་དག་དངོས་གཞིའི་གསལ།

སྟོང་པ་ཉིད་མཐོང་བས་ནི་ཞི་གནས་དང་ལྷག་མཐོང་ཞི་ལ་སོགས་འབྲས་ཀྱི་ཏིང་ངེ་འཛིན་དུ་བསྒོམ་དགོས་རེད་ཟེར་ད་འདི་གསུངས་རེད་བསམ་དོན་སྒོམ་པ་རྒྱ་ཚད་ལག་ལེན་ཡིན། ཚེ་ད་གཟུགས་མེད་བཞི་ལས་འདས་པ་ད་ང་ཚོ་ཁམས་གསུམ་ན་ནས་མཐོ་ཤོས་དེ་གཟུགས་མེད་རོ་གཟུགས་མེད་ཁམས་ཀྱི་མངོན་ཤེས་བཞི་ལས། ཡང་དག་པ་བདེ་བའི་བསམ་གཏན་དེ་བདག་མེད་རྡོ་བའི་ཤེས་རབ་གསལ་ཏེ། བདག་མེད་པ་ད་བསྒོམ་ཡས་ཀྱི་ཞི་གནས་དང་ལྷག་མཐོང་བསལ་ཏེ་བསྒོམ་དགོས་རེད་ད་འདི་བྱང་ཆུབ་སེམས་དཔའི་གྱི་ཉམས་ལེན་བྱ་གི་ཡོད་རེད་ད་འདི་གསུང་གི་ཡོད་འདྲ་ད་འདི་རེད། ད་འདི་ནི་ད་ཨ་ལི་དང་པོ་ང་ཚོས་འདི་གལ་ཆེ་ཤོས་འདི་ཞི་གནས་ལ་ཡོད་དེ་གྲུབ་ཡས་དེ་རེད་དོ། ད་ཞི་གནས་གསལ་ཅིག་ཅིག་ཕོབ་ན་ཨ་ནི་ང་ཚོས་དེ་རི་སངས་ཀྱི་སྐད་ཆ་བཤད་པ་ཡིན་ན། རྒྱ་ས་ནང་ལོ་ལོ་མོ་གྲངས་མང་པོ་ཡོད་ས་ཀྱི Traffic འདི་འདྲའི་དཀྱིལ་ལ་མི་འདི་བསྡད་པ་ཡིན་ན་ཡང་ཨ་ནི་སྒོམ། ད་སྤྲོ་ཐུག་ཡ་ཡོག་མ་རེད་ད་ང་ཚོའི་ཨ་མཆོག་ཁྲི་ལ་བས་བས་སུ་སྐད་རྒྱག་ན་ཁོ་སྒོམ་སྤྲོ་ཐུག་འམ་དང་ཞི་གནས་ཟེར་ཁོ་སེམས་རྩེ་གཅིག་ཏུ་ཞུ་གཅིག་བསྡད་ཚར་ད། འདི་འདྲས་ཞི་གནས་ཐོབ་ངེས་ཀྱི་མི་དེ་ཚོ་ཡིན་ན། ཨ་ཁོ། ཉི་མ་གཅིག་ལ་ཆུ་ཚོད་དྲུག་སྒོམ་རྒྱག་གི་ཡིན་ན་ད་དུ་ཡང་ཉི་མ་གཅིག་ཆུ་ཚོད་གཉིས་རྩ་བཞི་སྒོམ་རྒྱག་གི་ཡིན་ན་འདི་ཁོ་དུས་ད་གཅིག་སྒོམ་རྒྱག་གི་ཡིན་ན། ཁོ་ཟླ་བ་གཅིག་སྒོམ་རྒྱག་གི་ཡིན་ན་ལོ་གཅིག་སྒོམ་རྒྱག་གི་ཡིན་ན་འདི་ཁོ་རང་འདོད་པ་རེད་དོ། རང་གི་སེམས་དེ་རང་གི་འདོད་པ་ལྟར་ཇི་ལྟར་སྡོད་སྡོད་སྡོད་པ་མཉམ་པར་བཞག་ཐུ་ཡས་ཀྱི་ད་ནུས་པ་དེ་སླད་ཚར་བ། ཚེ་འདི་ཡིན་དུས་ཙམ་པ་ལ་དཔེར་ན་ང་ཚོ་དགོན་ཟླ་ཚེ་ན་དགོན་ཉེ་དུས་ཙམ་པ་ལ་ནི་ཞོགས་པའི་ཆུ་ཚོད་བདུན་འགྲིལ་ཅིག་ལངས་དགོས་བསམ་བསམ་བློ་ཤུགས་ཆེན་པོ་ཞིག་བཏང་དུས་ཨ་ནུ་སང་ཉིན་ཞོགས་ཀའི་ཆུ་ཚོད་དེ་སྐྱེལ་མ་རྒྱག་ངོ་ཏག་ཏག་གཉིད་སད་ཀྱི་འདུག་ཨང། ཁོ་འདི་ཀུན་སློང་གི་རེད་ད་དེ་ནས་ཤིག་སྒོམ་རྒྱག་ངེས་ཀྱི་ཞི་གནས་ད་སྒོམ་ཞི་གནས་ཐོབ་ཚར་ངེས་ཀྱི་མི་འདི་གི་ད་ནི་ཁོ་རང་ཆུ་ཚོད་དྲུག་སྒོམ་རྒྱག་དགོས་ཟེར་ཆུ་ཚོད་དྲུག་རྗེས་ཏག་ཏག་ཁོ་རང་ཡར་སྒོམ་དེ་ནས་ཡར་ཏིང་ངེ་འཛིན་ནས་ལངས་ཐུབ་ཡ། ད་ནི་ད་ནས་ཤིག་ག་ལ་ཉི་མ་གཅིག་སྒོམ་དགོས་ཟེར་ན་ཉི་མ་གཅིག་རྗེས་ཏག་ཏག་ལངས་ཐུབ་ཡ་ད་ཁོ་རང་ཁོ་རང་འདུག་ས་རེད་མ་གཏོགས་ཤིག་ཕྱི་ལོག་ནས་བར་དཀའ་ཡ་དེ་འདྲ་ཡོང་མ་རེད་ད་དེ་ཞི་གནས་ད་ལྷག་མཐོང་ཟེར་ཡ་ཐོབ་དུས་སེམས་ལ་ཡག།

ཨ་ནེ་ཆི་ནང་ག་ལ་ཕེབས་འགྲོ་ཡ་དང་ས་འོག་ལ་འཛུལ་ཡ་དང་རྫུ་འཕྲུལ་སྟོན་ཡ་མང་པོ་ཞིག་ཞི་གནས་དང་ལྷག་འདོགས་ཐོབ་དུས་ཁོ་ཡོང་གི་ཡོད་ཟེར་ད་ཕྱི་རུ་བེད་ཀྱི་ཨ་ནེ་སྒོམ་རྒྱལ་མཁན་ཚོ་ལ་མང་པོ་ཞིག་ལས་ངོ་ཤེས་དེ་འདྲ་སྟོན་ཡ་ཡོད་ཟེར་རོ་འོ་དོགས་ཞི་གནས་དང་ལྷག་འདོགས་ཐོབ་བསྡད་ཡོད་དུས་ཁོ་ལས་སླ་བོ་ཆགས་ཀྱི་ཡོད་ཟེར་རོ། འོ་ད་མི་ལས་འདྲ་བ་ཅི་རེད་ད་ང་རང་ཚོ་ཨ་ལས་ཞི་གནས་དང་ལྷག་མཐོང་དེ་ཡག་པོ་བསྒྲུབས་ཟིན་ན་ནི་ང་རང་ཚོ་བྱང་ཆུབ་ཀྱི་སེམས་དང། འདི་གའང་སྟོང་པ་ཉིད་སྒོམ་གྱི་ཡིན་ན་དཔལ་སྒོམ་དུས་སུ་སྤུས་དག་པོ་ཞུགས་བྱས་ནས་ཅི་ཡིན་སངས་རྒྱས་ཀྱི་གོ་འཕང་བསྒྲུབ་ཡས་ལ་ངས་དེ་ཙམ་དཀའ་ལས་ཨ་ཡོད་ཡོད་བསམ་དགོས་བ་ད། འོ་ད་དེ་འདྲའི་སྒྲུབ་བྱེད་ད་དང་པོ་ཞི་གནས་དང་ལྷག་མཐོང་བསྒྲུབ་ཡས་འདི་ད་དཀའ་ལས་ཁག་པོ་ཞུགས་བྱས་རེད་དོ་འོ་ད་འདིར། ད་དམིགས་བསལ་གྱི་ད་ལྟ་ཞི་གནས་གསལ་དུ་ཐོབ་སོང་ན། ནི་ལུས་ཤིན་སྦྱངས་དང་སེམས་ཤིན་སྦྱངས་ཟེར་གྱི་ཞིག་དང། ལུས་སྒོམ་ག་ཚོད་བརྒྱ་ན་བ་དེར་དེར་དེར་འགྲོ་ཡ་དང། སེམས་ཡིན་ན་ཡང་བ་སྒོམ་ག་ཚོད་བརྒྱ་ན་སྐྱིད་རུ་སྐྱིད་རུ་ད་ལྟ་བསམ་གཏན་གྱི་ཟས་ཟས་ཟ་འགྲོ་ཡ། ང་ཚོ་ག་ལ་རུང་སྒོམ་གྱི་ཏིང་ངེ་འཛིན་གྱི་ཟས་ཡིན་ན་ཞིག་ལབ་ད་དེ་ནས་ད་ཕྱི་ལོག་གི་ཟས་འདི་འདྲ་དགོས་ཀྱི་ཡོད་ས་མ་རང་དམིགས་བསལ་གྱི། ད་དེ་འདྲ་ཆགས་འགྲོ་ཡ་གི་གནས་སྟངས་ཡོད་ཟེར་རོ། ད་དེ་འདྲའི་སླད་དུ་ནི་ཕལ་ཆེར་སངས་རྒྱས་ཀྱི་གོ་འཕང་འགྲུབ་ཡ་ལ་ངེས་ཟེར་ན་ནི་ཇི་ལྟར་འདི་ཀོ་བའི་དུས་ཚོད་དེས་གོ་གི་རྒྱུ་དེ་ཀོ་དཀའ་ལས་དེ་ཙམ་ཡིན་ས་མ་རེད་བསམ་གི་འདུག་དེ་བཅས་ཞི་གནས་དང་ལྷག་མཐོང་སྒྲུབ་དགོས་དེ་གལ་ཆེན་པོ་རེད་ཤག་འོ་ད་འདི་རེད། ད་ཤེས་རབ་ཟེར་ཏེ་ཤེས་རབ་མེད་ན་ཕ་རུའི། ཕྱི་ང་ཡིན། རྫོགས་པའི་བྱང་ཆུབ་ཐོབ་པར་མི་ནུས་བས་ད་གང་ལྟ། ཤེས་རབ་ཟེར་ཡ་འདི་དམིགས་སུ་འགྲོ་བ་ཞིག་རེད། ང་ཚོས་དམིགས་སུ་འགྲོ་བ་ཆེ། ད་ནི། ཕར་ཕྱིན་གཞན་དག་སྔར་སྦྱིན་པ་ཚུལ་ཁྲིམས་བཟོད་པ་བརྩོན་འགྲུས་བསམ་གཏན་ལས་དེ་གས་དེ། ད། ཁ་སང།

ག་སྲིད་ད་ང་ཚོ་དཔེ་ཞིག་བཞག་གི་ཡོད་ཨ་མིག་ཡོད་ལ་རྐང་ལག་ལ་སོགས་པ་མེད་པ་དང་ཞྭ་བོ་མིག་ལྡན་དང་ལོ་ཝང་རྐང་རྗེས་ཟས་སྤྱོད་ར་ད་ཞྭ་བ་ལུས་པོ་ཞར་དུ་ཡོད་ན་ཡང་མིག་ཡོད་བསྡད་པ་ཆེ་ད་དེ་ཤེས་རབ་ཀྱི་ཉམས་ལེན་ཡོད་ཀྱང་སྦྱིན་པ་དང་ཚུལ་ཁྲིམས་དང་བཟོད་པ་དང་ད་དེ་ཚོ་གི་ཉམས་ལེན་མེད་ན་ཨ་ནི་ཞྭ་བོ་མིག་ལྡན་ཟེར་ཆགས་རེད་ད། ཡང། སྦྱིན་པའི་ཉམས་ལེན་དང་ཚུལ་ཁྲིམས་ཀྱི་ཉམས་ལེན་ལ་སོགས་པ་འདི་གའི་ཕར་ཕྱིན་ལྔ་ཡི་ཉམས་ལེན་དེ་ཡག་པོ་ཡོད་བ་བྱས། ཤེས་རབ་ཀྱི་ཉམས་ལེན་དེ་མེད་ན། གར་སི་བ་རེད། ལོ་ང་རྐང་བདེན་ཟེར་ཆགས། འོ་ད་འདི་འདྲའི་འགྲོ་བ་ཅི་རེད་བྱས་ཙང། ང་རང་ཚོའི་ལ་མིག་དེ་ཡིན་གྱི་མི་འཇིག་དགུང་ཡོར་བ་དེ་ན་ཤེས་ཤེས་རབ་མེད་ན་འགྲིག་ཡོང་ཕར་ཕྱིན་ལྔ་དེ་ཡོད་བ་ཡིན་ན། མིག་ཡོད་ངེས་དེ་གའི་ལང་ཀ་བསྟན་གྱིར་བ་ཨང་ཁོ་ས་ཆ་དེ་ལ་འགྲོ་ཐུབ་བོར་བ་བྱས་ཙང། ཕར་ཕྱིན་ལྔ་འདི་སངས་རྒྱས་ཀྱི་གོ་འཕང་ལ་ཁྲིད་སྡུག་བསྔལ་མིག་འདྲ་བོ་འདི་ཤེས་རབ་རེད་དོ། བྱས་ཙང་ཤེས་རབ་མེད་ན་ཕར་ཕྱིན་ཕ་རོལ་ཕྱིན་ལྔ་ཡིས་རྫོགས་པའི་བྱང་ཆུབ་ཐོབ་པར་མི་ནུས་པས་ད། བྱང་ཆུབ་ཀྱི་སེམས་ཀྱི་ཉམས་ལེན་ག་ཚོད་ཡོད་ན་ཡང། ཨ་ནི་ཤེས་རབ་མེད་ན་འགྲིག་གི་མ་རེད་ཟེར་ནས་ད་འདི་གསུངས་བ་རེད། ཡང་ཤེས་རབ་བཞི་བོ་ཡོད་ན་ཡང་བྱང་ཆུབ་ཀྱི་སེམས་ཀྱི་ཉམས་ལེན་དེ་མེད་ན་འགྲིག་གི་མེད་བ་ཡིན་ཙང། ཤེས་རབ་འདི་ཡང་ག་འདྲ་ཅིག་གོ་རེད་ལབ་ན། ཐབས་ཀྱི་གྲོགས་དང་ལྡན་པ་སོགས་པའི་བྱང་ཆུབ་ཀྱི་སེམས་ཀྱི། ད་ཉམས་ལེན་ཐབས་དེ་ལ་ད་ཅི་ཐང་མང་པོ་རེད་དེ་ཡིན་ན་ཡང་ད་ལྟ་གཙོ་བོ་དེ་ཐབས་སྙིང་རྗེ་ཆེན་པོ་དང་བྱང་ཆུབ་ཀྱི་སེམས་ཟད་འཁོར་བར་དག་བྱས་ཙང་ཐབས་དང་ལྡན་པའི་འཁོར་སོང་མི་རྟོག་པས་ད་ཐབས་དང་ལྡན་པ་དེ་ཡང་ཤེས་རབ་དེ་ཡང་འཁོར་སོང་མི་ནུས་པ་རྟོགས་པའི་ཤེས་རབ་ཟེར་གདའོ། ད་འཁོར་སོང་མི་ནུས་པ་ལ་ན་དཔེར་ན་སྦྱིན་པ་ཡིན་ན་སྦྱིན་པ་བཏང་མཁན་དང་སྦྱིན་པ་བཏང་ས་ཀྱི་ཡུལ་དང་ད་སྦྱིན་པ་བཏང་ཡག་གི་རྫས་དེ་གསུམ་དེ་གསུམ་ཀ་ཨ་ནི་བདེན་པར་མེད་པ་སྟོང་པ་ཉིད་ཟད་དང་ཡང་ན་བདག་མེད་པ་ཟད། ཕུང་ངེས་ཀྱི་ལྟ་ཤེས་རབ་ལའོ་ད་འཁོར་སེམས་མི་དམིགས་པ་འདུ་བའི་ཤེས་རབ། བྱས་ཙང། འདི་ཡང་བྱང་ཆུབ་ཀྱི་སེམས་ཀྱི་ཐབས་དང་ལྡན་པ་ཐབས་ཀྱི་གྲོགས་དང་ལྡན་པའི་གེགས་ནི་འཁོར་གསུམ་མི་དམིགས་པ་རྟོགས་པའི་ཤེས་རབ་ཀྱི་སྒོ་རེད་གསུངས་ཡོད་མོད། འོ་ད་ཤེས་རབ་སྒོམ་པ་གེགས་སེལ་ལ་ནི་ད་ག་ད་ཐབས་དང་ལྡན་པའི་ཤེས་རབ། ཤེས་རབ་འདི་ཡང། ཐབས་ཀྱི་གྲོགས་དང་བཅས་པའི་ཤེས་རབ་དེ་ཡང་ཤེས་རབ་འདི་ཐབས་ཀྱི་གྲོགས་དང་བཅས་པ་ཡིན་པར་མ་ཟད། འཁོར་གསུམ་མི་དམིགས་པ་རྟོགས་པའི་ཤེས་རབ་ཀྱི་དེ་འདྲའི་ཆུ་ཁོག་རེད་ད་གང་ལྟར། བདག་མེད་པ་དགོངས་ངེས་ཀྱི་ཤེས་རབ་ཀྱི་གོ་རེད་ཟེར་ད། འདི་གསུམ་དེ་འདྲའི་ཅི་ཉག་ཡོད་བ་ཡིན་ན་ཨ་ནི་རྒྱལ་སྲས་བྱང་ཆུབ་སེམས་དཔའི་གི་ད་ཉམས་ལེན་རེད་ཟེར་ནས་འོ་ད་འདི་གསུངས་པར་ད། ད་ཤེས་རབ་ཀྱི་ཉམས་ལེན་ཟེར་ཏེ་དེ་འདྲ་འདྲ་བ་ཅིག་རེད། ད་འདི་བར་དུ་ལའང་ང་ཚོ་ཕར་ཕྱིན་ལྔ་འདི་ཕར་ཕྱིན་དྲུག་འདི་ཚར་བར་བྱས། ད་ང་རང་ཚོ་རྣམས་ཀྱི་སྤྱི་བཏང་གི་དབྱེ་བ་ཤེས་ན་ཨ་ནི་ཤེས་རབ་ལ་ཡང་སྦྱོར་བྱུང་གི་ཤེས་རབ་དང་ཨ་ནི་ག་རེ་སྐྱེས་སྟོབས་ཀྱི་ཤེས་རབ་ཟེར་ཡ་ཡིན་དགོས་ད་སྦྱོར་བྱུང་གི་ཤེས་རབ་དེ་ལ་ཡང་ཐོས་བྱུང་གི་ཤེས་རབ་བསམ་བྱུང་གི་ཤེས་རབ་ཨ་ནི་སྒོམ་བྱུང་གི་ཤེས་རབ་ཟེར་ཡ་ཡང་གཅིག་དབྱེ་བ་ཕྱེ་སྟངས་གཅིག་རེད། ཡང་ཤེས་རབ་དེ་ལ་ཡང་ཤེས་རབ་གསལ་བ་ཤེས་རབ་ཟབ་པ་ཤེས་རབ་ཨ་ནི་ག་རེ་མྱུར་བ་ཤེས་རབ་རྒྱ་ཆེ་བ་ཟེར་ཡ་དེ་འདྲ་ཡོང་གི་འདུག་ད་མི་ཁ་ཤས་ཤེས་རབ། སློབ་སྦྱོང་བྱེད་དུས་མགྱོགས་པོ་ཞུགས་ཤེས་ཀྱི་ཡོད་བ་བྱས། ཡང། དཔེར་ན་ང་ཚོ་དགེ་རྒན་ཡིན་དུས་སྤུ་གུ་ཚོར་བསླབ་དུས་སྤུ་གུ་ག་ཅིག་ལམ་སང་ལམ་སང་ཤིང་གི་འདུག་ཨ། ཡིན་ནའི་སང་ཉིན་དེ་ལ་དྲི་བ་རེ་ཞིག་བཏང་དུས་ལ་ཡ་མི་ངེས་ཀྱི་འདུག་ཤེས་རབ་ད་མྱུར་པོ་ཞུགས་ཡོང་དུས་ཤེས་རབ་གསལ་བོ་ཡོང་མི་རུང། ཡང་མི་ག་ཞིག་ཨ་ནི་ཤེས་རབ་དཔལ་གསལ་བོ་ཡོད། སློབ་སྦྱོང་དང་པོ་བྱེད་དུས་ཁོ་མགོ་ཚུད་ཡས་ལ་བལྟས། སློབ་སྦྱོང་ཤེས་ཡས་ལ་དུས་ཚོད་ཞུགས་མགོ་ངེས་འདུག་བྱས། ཡིན་ནའི་གཅིག་ཤེས་ཚར། ཤེས་ཚར་ན་ལྟ་གོ་ག་དུས་ལབ་ཞོག་ཟེར་ན་ལ་ཡ་ཡོད་དེ་ངས་དེ་ཤེས་རབ་ཉུང་ངུ་ཡོད་མ་རེད་ཤེས་རབ་གསལ་བོ་ཡོད་རེད་ད་མི་ཁ་ཤས་ཤེས་རབ་ཡང་དེ་གཏིང་ཟབ་པོ་ཟད་དེ་ཡོད་རེད་བ་ད་སློབ་སྦྱོང་བྱེད་དུས་དཔེ་གཙང་མ་ཞིག་བུ་ཅིག་དཔེ་བརྫུས་ནས་བ་ནང་ལོག་ནང་ལོག་མ་བཟོས་ནས་བ་སློབ་སྦྱོང་བྱེད་ངེས་ཆོད་ད་དེ་ཤེས་རབ་ཟབ་པ་ཟད་དེ་རེད་ད་ཤེས་རབ་རྒྱ་ཆེ་བ་ཟེར་དུས་སློབ་སྦྱོང་དེ་མི་ཁ་ཤས་སློབ་སྦྱོང་བྱས་བ་མ་ཟད་པའི་སློབ་སྦྱོང་འདྲ་མ་འདྲ་མང་པོ་ཞིག་ངས་དཔེར་ན་སྐད་ཡིག་འདྲ་བོ་ཆགས་བྱས་ན་ཁ་ཤས་ཨིན་ཇིའི་སྐད་ཤེས་ངེས་རྒྱ་གར་སྐད་ཤེས་ངེས་བོད་སྐད་དང་ད་རྒྱ་མིའི་སྐད་དང Spanish སྐད་དང་དེ་འདྲ་གང་གཱ་ང་རང་ཚོ་བོད་སྐད་དང་ཨིན་ཇི་དུ་ཚོ་བོད་སྐད་རྒྱ་ནི་བཀྲ་ཤིས་བདེ་ལེགས་ལས་སླ་བ་གཅིག་པོ་མ་ཡིན་པ་བོད་སྐད་ཆ་ཚང་བ།

འོ་ད་འདི་འདྲའི་འདྲ་བོ་ཆེ་རེ་ཞུ་ཡ་ཡིན་ད་དེ་རིང་ང་ཚོ་མཚམས་འདི་བསྡད་བཞག་མི་འགྲོ། ད་ཕར་ཕྱིན་ང་ཡིས་ཕར་ཕྱིན་ཕྲུག་གི་ཉམས་ལེན་བསད་དེ་བྱེད་དགོས་རེད་གསུངས་པར་ད་དེ་རིང་བསྡད་བཞག་གི་ཡིན་ད་ག་ཡིན། ད་ཐོས་ཆེན་གནང།